གྲལ་བཤེར་འགན་ཡིན་ཁྱེད་རང་ཚོ་ཡང་པོ་ཆེ་སིའི་ཆེ་ནས་ནས་ལག་ལེན་བསྟར་ན་དངོས་ནས་ཁོ་རང་གིས་མུ་མཐུད་ནས་སྦྱོང་བརྡར་གནང་བ་ཡིན་ན་དཔེ་མ་སི་གི་ཕན་ཡོན་ཆེན་པོ་ཡོད་རེད་ཟེར་ར། ནས་སློབ་དེབ་དང་པོ་འགྲོ་ཤག་ཤག་བས་ན་འདུག་ཟེར་པི་མུག་ག་ལ་དེ་ཡང་མིན་ན་སྐྱིད་རིམ་ཤ་ཆེ་ཞུ་ཆེ་ལག་པ་གཡས་པ་དེ་གནམ་ལ་ཡར་བཀྱག་ལག་པ་གཡོན་མ་དེ་བ་ནས་རྒྱབ་ལོག་ནས་ཡར་བཀྱག་ཅེས་ཕ་ཚུལ་རྒྱུས་ཐོན་གྱི་ཐབས་ཤེས་བྱེད་ར། དཔེ་ལྟ་ཤ་ཤེས་ན་རྒྱབ་ནས་ཟིན་ན་ལག་པ།

མ་ཡིན་ཟེར་ན་ཡང་ང་ཚོ་རྒྱལ་བ་ནས་བ་ཤ་ཟེར་གྱི་རོགས་བྱས་ཙང། ད་གལ་སྲིད་ཁྱེད་རང་ནམ་རྒྱུན་དུ་ཡོ་ག་རྩེ་དེ་གཉིས་ཞིག་ཡིན་པ་ཡིན་ན། ཁ་ཐུར་བཤང་གཅི་རོགས། ལག་པ་གཡས་པ་དེ་རྐང་པའི་གི་མཐིལ་དེ་ལ་གཟིམ། ནི་ལག་པ་གཡོན་མ་དེ་གནམ་ལ་ཡར་བཀྱག། ཡང་མིན་ན་གཡས་གཡོན་གཉིས་ག་འདྲ་ཞིག་ན་ཕར་ཚུར་ཆུ་ཆུ་གཉིས་ཆ་བྱེད་བྱེད་རོགས། འདུ་ཞིག་ནི་དབུགས་གཏོང་ནས་ཐ་མ་ང་ང་བྱེད་རྒྱུ། ལྷོད་ལྷོད་བྱེད། ཡང། ལག་པ་ལྗི་བོ་སློག་གི་འདུག་ན་སློག། དེ་ལྟ་དེ། མེད་པ་ཡིན་ན་ད་གི་ཚིག་གི་རང་གི་དཔེ་ཡག་པོ་ཚིག་ཤིང་གི་ཡོད་བ་ན་ལག་པ་གཉིས་ཆ་རྙོག་པོ་དེ་ན་དཔེ་ཡག་པོ་བྱོས་ར་ལག་པ་གཉིས་ཆ་སྟེང་གི་ཐིག་ལ་གཟིམ་བྱས་རྐུབ་དེ་ཡ་བདུན་ལ་ཡ་བི་ག་བཏང་བྱས་ནས་ཁར་ཐུ་ཞེས་ཞུས་ཨ་ནི་ལྷོད་ལྷོད་བྱས་མ་ཞོག་ནས་ཡང་གུ་གུ་བྱས་ནས་ཏི་ཞེས་ངལ་གསོ་སྐབས་ཁྱེད་རང་དགེ་བ་ལྷོད་ལྷོད་བྱ་རེད་དེ་ཚོ་བརྩི་དགོས་རྒྱུ་མཚན་གཅིག་ང་ཚོ་དྲང་ཁོ་ཚོ་ཁ་ག་ཚོའི་ཁ་ཡག་པོ་ཆེ་བ་ན་ང་ཚོ་དབུགས་གཏོང་ལེན་དེ་བྱེད་ཀྱི་འདུག་ཟིན་ནས་ནམ་རྒྱུན་དུ་དབུགས་གཏོང་ལེན་བྱོས་རུ་ཨོ་འདི་ལ་ཡར་རྒྱས་འགྲོ་གི་རུ་ཨ་གང་ཡིན་ཟེར་ན་ང་ཚོ་དྲང་ཁོ་ཆུང་ཁོ་ཚོའི་འཛོམས་པ་གློ་བ་ལ་ནི།

བྱས་ཙང་འགྲོ་བའི་གནས་ལྟོ་ཞེས་ཕེབས། དབུགས་ཐོག་མའི་ཐལ་མ་བཅུ་བཅུ་མ་ཕྱེ་བ་ན་ཐལ་མ་གཉིས་གཉིས་གསུམ་གསུམ་ཕྱེ་བྱས་ན་ཡལ་བཤང་རྟ་འདིའི་ད་འདོད་མིག་སེར་གྱི་རྐང་པ་རྒྱབ་ལོགས་བཤང་ངད་ལྟ་བུ་དང་དེ་འདྲ་གི་དཔེ་ཕན་ཡོད་ཆེན་པོ་ཡོད་རེད། ཡིན་པ་ནས་ད་ལྟ་དེ་མགོ་སྒུར་བྱས་ནས་ཡལ་བཤང་བྱས། དབུགས་ཐོག་ནས་གཡས་གཡོན་གཉིས་ལ། ང་ང་ཡིན་ན་རེད་བཅུ་བཅུ་ཡིན་ན་རེད་ཁྱེད་རང་ག་ཚོད་བདེ་བོ་ཡོད་པ་ཏོ་གནང་ཞོ་ཨ། ད་འདི་རྗེས། ད་དེའི་རྗེས་འགྲོ་གི་ཡོད་པས་ན་ད་ཁྱེད་རང་ལག་པ་གཉིས་དེ་དཔུང་པའི་བར་ལ་ཁར་ཐུག་བཞག་ཨ་ནི་པི་མོ་གཉིས་དེ་ང་ཚོས་ཀྱིས་ནི་ཁར་ཐུག་ཕག་བརྐྱངས་བྱེད་ར་བ་ནི་ཟུག་པོ་ཁར་ཐུག་ཞིག་ཞུ་བྱས་ནས་ང་ཚོས་ཀྱིས་རི་རུ་ར་རི་རུ་ཡར་རྩེ་ཏོ་ཅིག་བཟོས་ད་དེ་བཟོས་ཟེར་ན་ཁྱེད་རང་པི་མོ་ཁར་ཐུག་ག་ཚོད་བཞག་ཐུག་ཐུག་བཞག་རྐང་པ་སྟེང་ག་ལ་ས་ལ་ཐུག་གི་མེད་ན་གས་ཡོད་མ་རེད་ག་ཚོད་ཐུག་ཐུག་ཐུག་བྱེད་ར་བ་ད་ཚེ་འགྲོ་བཞག་ཤི་ན་དེ་ཁྱེད་རང་དུ་སེང་ལིའི་ར་བ། ལག་པ་འདི་དང་དཔུང་པ་འདི་ཚེ་གཅིག་ལེགས་ཡིར་ཟླ། བྱས་ཙང་ཡིན་ད་ལྟ་ཡན་མ་གུ་གུ་བསྟན་འདི་ངས་རིང་ཚེ་འདི་སྟོན་སོ། དེ་ཁྱེད་རང་འདུག་བཞིན་ཞུ་ཡ་རེད། པུས་མོ་འདི་ག་ཚོད་ཡོད་ཁར་ཏུ་ཚོད་ཏུ་ཚོད། ལག་པ་འདི་ག་ཚོད་ཡོད་ཡ་དེ་སྤྱི། གནམ་ལ་ཡ་ག་ཚོད་མནར་ཐུག་ཏུ་རྐུབ་འདི་གནམ་ལ་ཡ་ག་ཚོད་མནར་ཐུག་ཏུ་མནར་བྱས། འདུག་བཞིན་ཨུག་གདོང་ནས་བཤད།

ཡས་མ་གནས་པ་ལ་སྦྱོང་བརྡར་དམིགས་བསལ་གལ་ཆེ་ཤོས་དབུགས་གཏོང་ནས་ཆ་དང་གཉིས་ཡོད། གཅིག་དེར་མེད་ལ་ཨ་ནུ་ལུམ་བུ་ལུམ་ཟེར་གྱི་སྒྲ་དེ་ངས་ད་ལྟ་ཚིག་གི་དུ་བ་དེ་རང་སྣ་དགུ་གཡས་ཀ་གཡོན་ནས་ཡར་དབུགས་ལེན། གཡོན་དེ་ཀ་གཡས་ནས་མར་བཏང། དག་རང་བཞིན་གཡས་ནས་ཡར་ལེན། གཡས་དེ་ཀ་གཡོན་ནས་མར་བཏང། ད་དེའི་ངས་ཀྱི་དབུགས་གཏོང་ནས་དེའི་གཉིས་པའི་གཏིང་ཟབ་པོ་བྱས་ནས་ངས་དབུགས་གཏོང་ནས་ཀྱི་སློབ་ཁྲིད་ད་ལྟ།

མ་སྐད་སྒྲ་བརྗེད་མ་སྟོན་བྱས་ནས། འབྱུང་ལས་ཐོག་སེར་བོའི་བུ་རིང་པོ་དབུགས་ཡར་ལེན་མ་བཏང། ཞེས་བྱས། འོང་དེ་བྱས་བྱས་དེ་འདྲ་དབུགས་གཏོང་ནས་དེ་རང་ཉིད་ནས་ཉི་མ་བརྟག་པ་སྦྱོང་བརྡར་བྱས་བྱས་ཉི་མ་གཅིག་ལ་ཉུང་མཐའ་ཡིན་ན་སྐར་མ་བཅུ་བཅུ་དེའི་ལས་དེ་འདྲ་ཉུང་བ་ལ་སྐར་མ་ཉི་ཤུ་ཉི་ཤུ་འབྱུང་བ་ན་ཁྱོད་ཚོས་བྱས་ཁ་བྱས་ཁ་རྩེ་མཐུག་པོ་ཡོད་ན་ད་དཔེ་ཡག་པོ་བྱེད་རང་ངོ་ནས་སྣ་སྒོ་ནས་བ་ལས་ཕན་གི་རེད་ད་གལ་སྲིད་སྣ་སྒོ་འགག་ད་ལྟ་ཤུགས་ཆེན་པོ་ཞུ་བྱེད་ན་དེ་ན་སྦྱོང་བརྡར་འདི་ཚོ་མ་བྱེད་ན་ག་གི་རེད་སྣ་སྒོ་འདི་སངས་བྱས་ནས་སྦྱོང་བརྡར་འདི་ཚོ་བྱས་བ་ཡིན་ན་དཔེ་ཡག་པོ་ཡོད་རེད་དམིགས་བསལ་གྱི་གྲོགས་པོ་སྟོང་པ་ལ།

འོ་ཡ་བདུད་ཞེས་བྱ་དེ་ནི་ཁྱེད་རང་ཚོས་སོ་སོ་ཁྱོད་འདོམས་ཀྱི་གཟུགས་པོ་བྲི་དོན་ལ་ག་ཚོད་བདག་པོ་ཡག་པོ་རྒྱབ་ཐོ་བས་ཀྱི་ཐབས་ཤེས་ཅིག་བྱེད་རོགས་ཞེས་ཨན་ཚང་མ་ལ་ལ་ཚེ་རིང།